Multi Drug Resistance། ཟེར་ན་སྔོན་མ་ཀྲི་བིས་ཀྱི་རྨེན། དཀྱུས་མ་སྤྲད་དེ་སྦྱོར་བ་ཆ་ཆེན་སྤྲད་དེ་ཀྱི་མ། མ་སྒྲིག་བྱས། རྨེན་འདྲ་མིན་སྣ་ཚོགས་སྤྲད་བྱས། སྤྲད་པ་ཡིན་ནས་ཡང་ད་བཅོས་ཐབས་མེད་པའི་ན་བཟའ། ལས་ཡོང་དོན་གང་ལ་ད་དེ། ད་ང་ཚོ་དངོས་གནས་བྱས་ན། ད་ལོ་ལྔ་བཅུ་ནང་ལ་ཀྲི་བིའི་ན་བཟའ་ནི་ཉུང་རུ་འགྲོ་དགོས་བ་དང་ཉེ་ཆར་ཡང་དགོན་སྡེ་ཁག་ནང་ལ་མང་རུ་ཕྱིན་བཞག། སློབ་གྲྭ་ཁག་འགའ་ཤས་ནང་ལ་མང་རུ་ཕྱིན་བཞག། ད་ག་འདྲེ་རེད་ད་དེ། སྔོན་འགོག་རང་གི་རྐྱེན་རེད། ཨ་འདང་ན་ཤེས Hepatitis། འཛམ་གླིང་སྤྱི་ཡོངས་ན་བརྩི་ཡ་ལ། བརྒྱ་ཆ་གཉིས་ལས་ཉུང་ང་ཡོད་པ་ཡིན་ན་ཉུང་ང་བརྩི་གི་འདུག་ཨ། བརྒྱ་ཆ་གཉིས་ནས་བདུན་པ་རུ་ཡིན་པ་ཡིན་ན་འབྲིང་འབྲིང་བརྩི་གི་འདུག་ཨ Hepatitis ན་ཚ། བརྒྱ་ཆ་བརྒྱད་ལས་ལྷག་ཡིན་པ་ན་ཚེ་མཐོ་བོ་ཞེ་དྲག་བརྩི་གི་འདུག་ཨ་བརྒྱ་ཆ་བརྒྱད་ལས་ལྷག་བོད་པའི་སྤྱི་ཚོགས་ན་ག་ཚོད་ཡོད་རེད། བརྒྱ་ཆ་བཅུ་གཅིག་དང་ཚ་དགུ།

སྨན་པའི་མང་རུ་སྔོ་མ་རྩི་ཤིན་ན་ཡི་ནའི་ན་བཟའ་སྡུག་རུ་ན་བཟའ་མང་རུ་བརྒྱ་ཆ་ཕྱེད་རུ། ད་དེ་གང་བཞིན་ཆགས་པ་རེད་ཟེར་དེར་ད་དེ་ལ་དངོས་གནས་ར་ང་ཚོ་སྔོན་འགོག་ཐོག་ནས་དོ་སྣང་མེད་པ་ཏན་ཏན་རེད་ཤག་ད་དེ་ཡོང་དུ་རྣམ་པ་ཟེར་ཏེ་བགྲོ་གླེང་ཕེབས་ཡོང་དོད་ཁག་ལ་བགྲོ་གླེང་ལ་ངས་དེ་ཞུས་པ་ན་ཞུས་པ་ན་ཞིག་ད་དེ་གས་ལ་ཐབས་ཤེས་ག་རེ་ཡོད་འདི་གང་བཀའ་སློབ་གནང་རོགས་གནང། སྲིད་སྐྱོང་མཆོག་གི་ཚོགས་བཅར་བ་ཚང་མས་དགོངས་འཆར་ལྷུག་པོ་གནང་ནས་མ་འོངས་ལས་དོན་བྱེད་ཕྱོགས་ཀྱི་འཆར་གཞི་ཡག་པོ་ཞིག་གཏིང་ཐུབ་པའི་རེ་བ་ཡོད་ཅེས་དང། དེའི་ཐོག་ལ་བཀའ་ཤག་ནས་མཐུན་རྐྱེན་གང་ཐུབ་སྦྱོར་རྒྱུ་ཡིན་པ་གསུངས་པ་དང། སྤྱི་ཚོགས་བདེ་ཐང་ཡོད་ན་རྩ་དོན་རྩོད་མཁན་གྱི་སྒྲིག་འཛུགས་དེ་ཡང་བདེ་ཐང་ཡོང་རྒྱུ་ཡིན་པ་གསུངས་ཡོད་པ་རེད། སྔོན་འགོག་བྱེད་དགོས། སྤྱི་ཚོགས་ལ་ཕན་པའི་དགོངས་ཚུལ་ག་རེ་ཡོད་རེད་འདི་གསུང་རོགས་གནང་ང་ཚེ་མཐའ་མ་འདི་ལྟ་ཉི་མ་བཞིའི་ཚོགས་འདུ་ཚོགས་ཚར་བའི་ཞུགས་ལ་བཀའ་ཤག་སྙན་ཐོ་སླེ་གི་རེད་ག་རེ་ག་རེ་ག་རེ་བྱེད་དགོས་ཡོད་རེད་ཡོད་ལ་མཐུན་རྐྱེན་ཐོག་ནས་སྦྱར་ཡག་ལ་ང་ཚོའི་ཐོག་ནས་འབད་བརྩོན་བྱེད་ཀྱི་ཡིན་གང་ཅི་ཐོག་ནས་ཡིན་པ་ཡིན་གོང་ས་མཆོག་བཀའ་ཕེབས་ཚར་བའི་ཞུགས་ལ་ལག་བསྟར་བྱས་ཏེ་རྩ་ཆེ་བའི་འགན་རེད་ད་ལག་བསྟར་བྱས་ཀྱི་ཆ་ཤས་ཅིག་དགོས་རེད། སྤྱི་ཚོགས་དེ་ཐང་པོ་ཡོད་པ་ཡིན་ན་ཨ་ནི་གཞུང་དེ་ཐང་པོ་ཡོད་རེད། བོད་རིགས་ཐང་པོ་ཡོད་པ་ཡིན་ན་ང་ཚོ་རྩ་དོན་འཚོལ་ཡ་གི་སྒྲིག་འཛུགས་དེ་ཐང་པོ་ཡོད། མཐའ་མ་དེ་ལ་ང་ཚོ་སྤྱི་ཚོགས་ཐང་པོ་མེད་བོད་རིགས་ཐང་པོ་མེད་པ་ཡིན་པ་ཡིན་ན་རྩ་དོན་འཚོལ་ཡ་སྒྲིག་འཛུགས་དེ་ནད་པ་ཆགས་ཡོད། དེ་སོང་ཙང་ང་ཚོའི་བོད་པའི་མི་རིགས་ཁོ་རང་ལྟ་བུ་ན་ཚ་དེ་འདྲའི་མང་པོ་ཞིག་སླེབས་བསྡད་བྱས་བཅོས་ཐབས་མེད་པ། བྱས་བྱས་མི་མང་པོ་འཕྲོ་བརླག་ཕྱིན་པ་ཡིན་པ་ཡིན་ན་ཧ་ལས་པའི་ཕག་མོ་ཞིག་རག་རེད།